ཡིན་ན་ཡང་ཁོང་གི་འཚོ་བ་སྔར་བཞིན་རྒྱུན་ལྡན་ཞིག་རེད་དམ་ཟེར་ན་མ་རེད། ཉེ་ཆར་འཇང་ཁུལ་གྱི་བཙན་བྱོལ་གྱིས་ཚེ་རིང་གི་རྒྱུན་ལྡན་གྱི་འཚོ་བར་བར་ཆད་མང་པོ་བྱས། དཔེར་ན། ཚེ་རིང་གི་གྱོད་གཞི་ལ་མཚོན་ནས་བཤད་ན། ཉེས་ཆད་འགྱངས་འཁུར་བྱས་པའི་ཉེས་ཆད་ནི། ཁྲིམས་ཆད་འཁུར་བ་སྟེ་ཕྱིར་འགྱངས་བྱས་པ་ལ་ཟེར། གང་ཟག་ཅིག་གིས་ནག་ཉེས་བསགས་ནས། དེ་ལ་ལོ་གསུམ་མམ་དེ་ལས་ཉུང་བའི་བཙོན་བཞུགས་ཀྱི་ཉེས་ཆད་བཅད་ཚེ། གཤམ་གྱི་ཆ་རྐྱེན་འདི་དག་ཚང་བ་ཡིན་ན། གང་ཟག་དེ་ལ་ཉེས་ཆད་འགྱངས་འཁུར་གྱི་ཆད་པ་བཅད་ཆོག། གཅིག། ནག་ཉེས་རྫ་དྲག་དང་ཚབས་ཆེན་མ་ཡིན་པ། གཉིས། ནག་ཉེས་ལ་བློ་འགྱོད་དང་བཤགས་པའི་སེམས་ལྡན་པ། གསུམ། ནག་ཉེས་གཞན་ལ་འཇུག་པའི་སྲིད་པ་དེ་ཉུང་བའམ་མེད་པ། བཞི། ཉེས་ཆད་འགྱངས་ཁུལ་གྱི་ཉེས་ཆད་བཅད་ཚེ་ཁོར་ཡུག་གི་སྤྱི་ཚོགས་ལ་ངན་ཤན་མི་ཐེབས་པ། གོང་གི་འདི་འདྲའི་ཆ་རྐྱེན་ཚང་ན་ཁྲིམས་ཁང་གིས། གང་ཟག་དེ་ཉིད་ཆེན་རྒྱང་ཁུལ་གྱི་ཉིད་ཀྱི་སྤྱོད་སྲིད་པ་དང། དེ་ནས་ཉིད་ཅན་དེ་གཞོན་ནུ་དང་ཡང་ན་བགྲེས་སོང། ཡང་ན་སྦྲུམ་མ་ཞིག་ཡིན་པ་དང། དེ་ལ་ལོ་གསུམ་མན་གྱི་ཉིད་ཆས་སྤྱོད་དགོས་ཚེ། ཁྲིམས་ཁང་གིས་ཉིད་ཆེན་རྒྱང་ཁུལ་གྱི་ཉིད་ཆས་སྤྱོད་ཀྱི་རེད། ཉིད་ཆེན་རྒྱང་ཁུལ་གྱི་ཉིད་ཆས་སྤྱད་ཚེ། བཙུན་མ་ཕྱིར་རང་ཡུལ་ལ་ལོག་ནས་འཚོ་བ་རོལ་ཆོག་ཡིན་ནའང། སྒྲིག་ལམ་མང་བོ་ཞིག་སྲུང་བརྩི་བྱེད་དགོས། རང་ཉིད་ཀྱི་འགྲོས་འདུག་སྤྱོད་སེམས་ཀྱི་ལས་འཁྱུར་ཚང་མ་ཉེན་རྟོག་ལས་ཁུངས་ལ་ནམ་རྒྱུན་ཡར་ཞུ་བྱེད་དགོས་པ་དང་མི་གཞན་ལ་ཐུག་འཕྲད་བྱེད་དགོས་ནའང་ཉེན་རྟོག་ལས་ཁུངས་ཀྱི་ཆོག་མཆན་ཐོབ་དགོས། གལ་ཏེ་སྒྲིག་ལམ་དེ་དག་བརྩི་སྲུང་མ་བྱས་པའམ་ནག་ཉེས་གཞན་བསགས་ན་གང་ཟག་དེ་ཕྱིར་བཙོན་ཁང་ལ་བཅུག་ནས་སྔར་གྱི་ཉེས་ཆད་དང་ཉེས་ཆད་གསར་པ་གཅིག་བཙོན་ཁང་ནས་འཁུར་དགོས། ཚེ་རིང་ལ་ཉེས་ཆད་འགན་འཁུར་གྱི་ཆད་པ་ཡོད་པས། ཁོང་གི་དཔེ་མཚོན་ཁང་ལ་ཉེན་རྟོག་པ་ནམ་རྒྱུན་ཡོང་ནས་སྔོག་བཤེར་དང་བཅོས་འབྲི་བྱེད་ཆོག་ཚེ་རིང་རང་གི་ལུང་པ་ནས་གནས་གཞན་ལ་སྤོ་མི་ཆོག་པ་དང། ཁོ་རང་ནམ་རྒྱུན་ཉེན་རྟོག་ལས་ཁུངས་ལ་སོང་ནས་ཐོ་འགོད་བྱ་དགོས་པ་མ་ཟད། ཕྱིས་སུ་ནག་ཉེས་གསོག་པའི་ལས་ལའང་ཤིན་ཏུ་གཟབ་དགོས། ཚེ་རིང་ཉིད་ཆིན་རྒྱལ་ཁབ་ཀྱི་གནས་ཚུལ་ལ་ཤེས་ཚོར་མང་དུ་སོང་བ་དང་བསྟུན་ནས། ཁོ་རང་བཙོས་མ་ལྟར་སྟངས་འཛིན་བྱེད་པའི་ཉེས་པ་ལ་བློ་ཕམ་སྐྱེས། ང་ལ་ཉེན་རྟོག་པའི་ཉེས་ཅན་ལྟར་སྟངས་འཛིན་བྱེད་ཀྱི་འདུག་ཁོང་གི་ཆུང་མས་ཀྱང་ཁོང་ལ་ཁྲིམས་རྩོད་པའི་གསེར་སྲུང་ནས་བློ་འདྲི་ཞིག་བྱས་ན་ལགས་ཞེས་བཤད་བྱུང། ང་ཚོས་ངེས་པར་དུ་བྱེད་ཐབས་ཤིག་འཚོལ་དགོས། ང་ཚོས་ཁྲིམས་ཁང་ལ་ཁྱེད་ཀྱི་གྱོད་གཞི་འདིར་ཡང་བསྐྱར་ཁྲིམས་བཤེར་བྱ་དགོས་པའི་རེ་ཞུ་ཞིག་བྱེད་ཆོག་དེ་ལྟར་བྱ། ང་རང་ལ་དྲང་བདེན་གྱི་ཁྲིམས་དཔྱད་ཞིག་དགོས། ཁྱེད་རང་གི་ཁྲིམས་རྩོད་པས་ཁོང་ལ། ཁྲིམས་ཁང་ལ་ཡང་བསྐྱར་ཁྲིམས་བཤེར་གྱི་ཞུ་ཡིག་ཕུལ་ནས་དཀར་འདོན་བྱས་ཏེ། ཁྲིམས་དཔྱད་སྔ་མ་ནུས་མེད་དུ་བཟོ་བའི་ཐབས་ལམ་དང། གོང་གཏུགས་དང་འདྲ་བར་ཡང་བསྐྱར་གྱི་རེ་ཞུ་ཕུལ་ན་ཉེས་ཆད་སྔར་ལས་བརྒྱུད་པ་མི་ཕོག་པའི་ཁས་ཉིན་སོགས་ཁོང་ལ་འགྲེལ་བརྗོད་བྱས། ཁྱེད་རང་ཡང་ཁྲིམས་རྩོད་པའི་ལམ་སྟོན་ལྟར་ཡང་བསྐྱར་གྱི་ཧྲི་ཡིག་ཕེབས་པར་མོས་མཐུན་བྱུང། ཚེ་རིང་གི་སྒྲུང་ནི་འཐུས་ཚང་ཞིང་ཡོངས་སུ་རྫོགས་པ་ཞིག་མིན་ཏེ། ཁོང་གི་སྒྲུང་ལས་ང་ཚོར་ཉེས་དོན་གཏུག་བཤེར་གྱི་བརྒྱུད་རིམ་ནི་རྙོག་འཛིང་ཅན་ཞིག་ཡིན་པ་ཤེས་སུ་བཅུག། སྒྲུང་གཏམ་འདི་བརྒྱུད་ནས་དོ་བདག་དང་འབྲེལ་ཐོགས་འོས་པ་རྣམས་ཀྱིས་སོ་སོའི་ཉེས་དོན་གྱོད་གཞིའི་ནང་དུ་རང་ཉིད་ཀྱི་ཐོབ་ཐང་སྲུང་སྐྱོབ་བྱེད་པའི་ཆེད་དང། ཉེས་དོན་བརྒྱུད་རིམ་ནང་འོས་ཤིང་བརྩམས་པའི་ཐག་གཅོད་ལ་བརྟེན་ནས་མཇུག་འབྲས་བཟང་བོ་ཞིག་ཡོང་བའི་ཆེད་དུ་ང་ཚོས་མི་འབྲེལ་བརྙན་འཕྲིན་འདི་བཟོས་པ་ཡིན།